བསམ་ནས་དེ་འདྲའི་ཟབ་མགོན་དེ་ཕ་མ་ཚོ་ཡིན་ན་དངོས་གནས་དྲང་ནས་འགན་འཁུར་དགོས་གི་རེད། འགན་འཁུར་དགོས་གི་རེད་མ་གཏོགས་པ་དཔེར་ན་ང་ཚོ་སོ་སོ་གི་བུ་དེ། དེ་ནས་བོད་ཡིག་དང་བོད་སྐད་མ་ཤེས་པ་དེ་འདྲས་སུ་བཤད་བཞག་ན། དོན་གྱི་ཐོག་ནས་ང་ཚོ་བོད་མི་རིགས་ཀྱི་གྲབས་ནས་ཕར་ཕུད་བཞག་པ་རེད། དེ་འདྲས་སུ་མ་རེད་བས་ཚང་མ་བསམ་བློ་བཏང་དགོས་གི་རེད། དོན་གྱི་ཐོག་ནས། ད་ཁྱོད་ཁྱོད་འདིའི་མི་རིགས་དེ་དྲངས་ནས་ཕར་ཕུད་གི་ཡིན་ཟེར་ཕུད་བཞག་ན་ང་ཚོ་མི་གཞན་པ་ཟིག་ཡོང་ནས་ཨོ་ཁྱོད་ཕུད་གི་ཡིན་ཟེར་ན་ཕུད་ཐུབ་གི་མ་རེད་པ་ང་ཚོ་སུ་གཅིག་གི་ཕུད་ཐུབ་གི་མ་རེད་ཁྱོད་བོད་མི་རིགས་ཀྱི་གྲབས་ནས་ཕུད་གི་ཡིན་ཟེར་ན་དེ་ཕུད་ཐུབ་གི་མ་རེད་པ། མ་རེད་དེ་ཕ་མ་ཚོ་གི་དེ་ནས་བུ་གི་ཚོ་ལ་དེ་ནས་སྐད་དང་ཡི་གེ་དེ་དེ་ཚོ་མ་ཤེས་པ་དེ་འདྲས་བྱེད་བཞག་ན་དོན་གྱི་ཐོག་ནས་ཁོ་ཕར་ཕུད་ཚར་སོང། དེ་ཡིན་དུས་དཔེར་ན་ང་ཚོ་ད་རིས་གི་མི་རབས་དང་པོ་དེས་ད་ཁོ་ཚོ་གང་ལྟར། ང་ཚོ་དེ་ནི་བོད་ནས་ཡོང་ན་རྒྱ་གར་ནས་ཡོང་ན་ད་བོད་ཡིག་ད་དུ་ཚོ་ཞིག་ཡོད་རེད་ཞིག་རེད། རེད་དེ་བོད་གི་ཚོ་བོ་དེ་ནི་ད་ད་མང་པོ་ཟིག་གི་མ་ཤི་བ་ཅི་ད་ཤི་ལ་མ་ཤི་ལ་འདྲ་བོ་དེ་འདྲི་ཅི་དེ་འདྲི་ཅི་ད། དེ་ནི་ང་ཚོ་བོད་གི་ཚོ་བོ་ད་ཁོ་ཚོ་གི་བོད་གི་དེ་ཚོ་བོ་ཨོ་ཡ་དེ་ནི་ད་ཀ་རྩ་བ་ནས་མ་ཤི་བ་དེ་འདྲི་ཆགས་འགྲོ་གི་རེད་ང་ཚོ་ད་ལྟ་ང་ཚོ་མི་རབས་གཉིས་པ་དེ་འོ་དེ་བོད་སྐད་ཤེས་ལ་མ་ཤེས་ལའང་འདྲའོ་དེ་འདྲའི་ཇི་སྟེ་དེ་ནི་མི་རབས་གསུམ་པ་དེས་རྩ་བ་ནས་མ་ཤེས་པ་རེད་འགྲོ། དེ་ནི་གསུམ་པ་ནས་དེ་ནི་མཇུག་རྫོགས་འགྲོ་གི་འདུག་མཇུག་རྫོགས་འགྲོ་གི་འདུག་འོ། དེ་ནི་མི་རབས་གསུམ་པ་ལ་སླེབས་ཡོང་བའི་གནས་སྐབས་ན་དེ་ནི་ལོ་ཆུང་མང་པོ་ཟིག་གི་སེམས་ལ་དེ་ནི་དཔེ་ཁུངས་འཕྲོ་ལངས་གི་རེད་འོ། སུ་ལ་ཁུངས་འཕྲོ་ལངས་གི་རེད་ཟེར་ན་ངའི་ཕ་མ་ཚོ་ང་ཡག་པོ་བྱས་མི་འདུག་ཟེར། ངས་ཨ་དེའི་སྐབས་སུ་དེ་ནི་ཕ་མ་ཟེར་གི་མ་རེད། དཔེར་ན་མི་རབས་གསུམ་པ་ཡིན་ན། ད་ང་ཚོ་མི་རབས་དང་པོ་དེ་ལ། ག་རེ་ཟེར་དགོས་རེད། ཨ་ཡི་ཨམ་ཉེ་ཨམ་མདོ་ཡིན་ན་ཨ་ཡི་ཨམ་ཨམ་ཉེ་ཟེར་རེད། པོ་ལ་མོ་ལ་ཟེར་དགོས་རེད། ཨོ་ཡ། ད་དེ། ཨོ་ཁོ་ཚོ་འོ་དེ་ནི་ང་མི་རིགས་འདིའི་གྲངས་ནས་ཕར་ཕུད་བཞག་ཟེར། ཨོ་ཡ། ད་ནི་དཔེ་ཁོང་ཁྲོ་ལངས་གི་རེད་དེའི་སྐབས་སུ། ཨོ། དེ་ངས། ཁྱོད་དེ་ཁྱོད་ག་རེ་ཧ་གོ་སོང་ཟེར་ན་དེ་ངས་མི་རིགས་གཞན་པ་གི་ནང་ནས་ཧ་གོ་སོང། འཛམ་བུ་གླང་མི་རིགས་དེ་འདྲའི་མང་པོ་འདུག་བ་དེ་ཧ་གོ་སོང། ཁོ་ཚོ་སྤྲོ་བསླངས་ནས་དེ་འདྲའི་རེད་གི་འདུག་འོ་ད་ང་ང་ཕ་མ་ཚོ་མི་རིགས་འདི་དྲངས་ནས་ཕར་ཕེབས་བཞག་ཟེར་དེ་ང་ང་ད་ལྟ་ང་ཅི་གཅིག་མི་འདུག་ཟེར། ད་ང་རང་མི་ཡི་བཀྲག་ལ་འགྲོ་ནས་ཁ་བརྡ་བྱེད་དགོས་ར་ངས་ཁ་བརྡ་བྱེད་ཕོད་གི་མི་འདུག་ཟེར། དེ་ནས་ང་ཅི་གཅིག་མི་འདུག་ཟེར་ང་རང་ང་རང་རང་ང་ཁ་ལག་བཟའ་ཡ་ཙམ་མ་གཏོགས་པ་ང་ཅི་གཅིག་མི་འདུག་ང་ལོ་རྒྱུས་མི་འདུག་ཟེར་ང་རིག་གནས་མི་འདུག་ཟེར། དེ་ནས་ང་རང་གྲོགས་པོ་ཁ་ཤས་ཀྱི་འགྲོགས་ལ། འགྲོ་ནས་ང་ཚོ་ཁ་བརྡ་བྱེད་དགོས་ན་ངས་ང་གང་ནས་ཡིན་ང་ག་འདྲ་ཡིན་ངས་གཟིགས་ཕོད་ཀྱི་མི་འདུག་ངས་ལབ་ཕོད་ཀྱི་མི་འདུག་ཟེར་ཨོ་ཡ། དེ་འདྲའི་འདྲ་བོ་ཞིག་གི་རེད་དེ་དེ་འདྲའི་ད་ལྟ་ང་ཚོ་དེ་རིང་འདི་ལ་ཡོད་མཁན་གྱི་བུ་ཆུང་ཆུང་ཚོ་ལ་དེ་ནས་བོད་སྐད་མ་ཤེས་པ་དེ་འདྲའི་བཤད་བཞག་ན་དེ་ནས་ཁོ་ཚོ་ལོ་ཁ་ཤས་ཀྱི་རྗེས་ལ་དེ་ཁོ་ཚོ་དེ་འདྲའི་རེད་གི་རེད་ཁོ་ཚོའི་བུ་དེ་དེ་ལས་ཀྱང་དེ་འདྲའི་རེད་འགྲོ་གི་རེད་ཨོ་ཡ། དེ་འདྲ་བོ་ཤེས་ན་དེ་ནས་ངས་ད་རེས་ཁོང་ལ་བཤད་པ་དེ་ང་ཚོ། ལོ། དེ་ནས་ལོ་ལྔ་བཅུ། དེ་འདྲའི་མ་གཏོགས་དགོས་དགོས་མ་རེད། དེའི་རྗེས་ལ། ལོ་རབས་མི་རབས་ཤིག་ཟེར་ན་ཕར་ཆེར་ལོ་སུམ་ཅུ་རེ་བརྩི་གི་རེད། ལོ་སུམ་ཅུ། ལོ་ཉི་ཤུ་རྩ་ལྔ། དེ་འདྲའི་ཟེར་ལ་མི་རབས་ཤིག་བརྩི་གི་རེད། ཨོ་ཡ། དེ་ནས་ལོ་ཉི་ཤུ་རྩ་ལྔ། དེ་ནས་མི་རབས་གཉིས་ཟེར་ན་ལོ་ལྔ་བཅུ། མི་རབས་གསུམ་ཟེར་ན་ད་ལོ་བདུན་ཅུ། བརྒྱ་ཆ་འདྲ་བོ་དེ་འདྲའི་ཟེར་བ། ཨོ། དེ་ནས་ལོ་བརྒྱ་ཕྱེད་ཀྱི་རྗེས་ལ། ཨོ་དེ་ནི་ཨོ་ད་སྔ་མ་འདི་ལ་སན་ཧྥ་རན་སི་སི་ཀོ་འདི་ལ་བོད་པ་མང་པོ་ཡོད་རེད་ཡོད་རེད་ད་ད་ལྟ་བོད་པ་མི་འདུག་ཟེར་ཨོ་ད་དེ་འདྲས་རེད་བ་རེད་བོད་པ་ཡོད་ཡོད་རེད་དེ་མི་དེ་ཚོས་ཡོད་རེད་ད་ཡིན་ནའང་དེ་ཡིན་ནམ་མིན་ན་ཁྲག་གི་རྩ་གང་ན་ལ་མ་བརྟགས་ན་དེ་བོད་པ་ཡིན་དང་མ་ཡིན་པ་ཧ་གོ་གི་མ་རེད་ཨོ་ཡ། དེ་ནི་དེ་འདྲས་རེད་ན་ཅིག་ཡག་པོ་འདུག་དང་མི་འདུག་སོ་སོ་བོ་བསམ་བློ་བཏང་དགོས་གི་འདུག་ཨོ་ཡ། དེ་ཡིན་ན་ང།